དུ་གི་སྒྲ་མ་དག་པ་དེ་དགག་པ་ཡིན་ཟེར་གསུངས་ཡོད་རང། ད་འདི་རྒྱུད་ལ་ང་ཚོ་སྟག་རི་ཁམས་ནས་ཡོང་དགོས་རང་ཅི་གསུང། འདི་གྲུབ་པ་རེད། ནི་དགག་པ་རེད་ཟེར་ན། སྤྱིར་བཏང་ད་ནི། ཀུན་མཁྱེན་གི་ནི་ཡིག་ཆ་གི་སྐབས་ན། མི་རྟག་པ་དེ་དགག་པ་རེད་ཟེར་ག་རེ་རེད་ཟེར་ན། མི་རྟག་པ་ཞེས་པའི་ཚིག་ཟེར་གི་མི་དེ་དེ་དག་གི་དགག་ཚིག་རེད་ཟེར། ཨ་ནི་བགེགས་དགྲ་ཕྱི་དང་ང་ཚོ་ད། ཟློག་པ་བདེ་བ་རྩ་ནི་མི་ཤིགས་པའི་བགེགས་དགྲ་བཅོ་ལྔ་སེལ་ཞིག་ཡོང་རེད་ཨ་ནི་ཟློག་པ་བདེ་བ་རྩ་ནི་མི་ཤིགས་པའི་བགེགས་དགྲ་ཕྱི་དང་བགེགས་དགྲ་བཅོ་ལྔ་ཡོང་གི་ཡོད་རེད་བགེགས་དགྲ་ཉེར་ལྔ་སེལ་ཞིག་ཡོང་ཡོང་རེད་བགེགས་དགྲ་བཅོ་ལྔ་ཡོང་གི་རེད་བགེགས་དགྲ་བཅོ་ལྔ་འོག་ཏུ་སྨ་ར་དེ་ན་བགེགས་དགྲ་བརྒྱད་དེ་ནས་སྨ་ར་གཅིག་ག་སོ་རེད་བཞི་ལྔ་དེ་ནས་སྨ་ར་བཞི་དེ་ནས་སྨ་ར། གསུམ་ད་མདོར་དེ་ན་མདོར་ན་སེལ་བ་རྣམས་གཉིས་དེ་མ་ཡིན་བགེགས་དང་མེད་པའོ་སེལ་ཞིག་ད་སེལ་བ། ད་གཟུགས་ཐམས་ཅད་པོ་སྨ་ར་བདུན་རེ་ཡོང་ན་དེ་དག་གི་མ་ཡིན་བགེགས་དང་ཨ་ནི་མེད་བགེགས་སེལ་ཡ་གཉིས་ཆགས་ཀྱི་ཡོད་རེད་བརྗེད་སྟངས་སྐོར་དེ་འདྲའི་མང་པོ་ཞིག་ཡོང་གི་ཡོད་རེད་དེ་བྱས་ན་དེ་དག་གི་མི་རྟག་པ་ཞིག

ད་ག་སོང་ནི་ག་ད་འདི་ག་ན་བ་དང་བ་ན་བ་དེ་འདྲའི་ཡིན་ན་ད་གི་སྒྲ་གི་གཞུང་མང་པོ་ཞིག་ཚ་ལ་བསྡུས་ནས་ཨ་ནི་ཚ་ལ་སྒྲུབ་བྱ་བའི་དེ་འདྲའི་བརྡ་སྤྲོད་གི་གཞུང་ཞིག་རེད་ཨང། ཨ་ནི་སྤྱིར་བཏང་ང་ཚོ་རྣམས་གཞུང་ཆེན་མོ་གི་རྣམ་གཞག་བཤད་དུས་ད་གཟོད་བརྡ་སྤྲོད་གི་གཞུང་ཤེས་བྱ་ལྟར་དྲངས་ན་དེ་འདྲའི་གི་ཚ་པོ་ཅིག་ཡོད་པ་མ་རེད་ཡིན་ན་ཡང་ད་འདི་ཁོ་བརྡ་སྤྲོད་གི་སྐབས་སུ་བ་བ་དེའི་བརྡ་སྤྲོད་གི་གཞུང་གི་ཚ་ལ་སྒྲུབ་དགོས་རེད་ཨང། ཨ་ནི་རྡོ་ཁ་འདི་བ་ཙམ་འདྲི་སའི་འདི་ཨ་ནི་རྗེ་ཐམས་ཅད་མཁྱེན་པ་ཡབ་སྲས་ཀྱི་དཔེ་དེ་ཚེ་སྨི་ར་འཛིན་མཁན་གྱི་དེ་འདྲའི་གི་བརྡ་སྤྲོད་གི་གཞུང་ཨ་ནི་ག་ལ་བ་དང་ཚན་འདྲ་བ་ཨ་ནི་ལྷོ་ཁ་ཚན་འདྲ་ཁོ་མི་དེ་འདྲའི་མང་པོ་གི་ཡང་གཞུང་གི་བཀའ་སྲོལ་ལ་ཅིག་ལག་ཤར་དུ་ཚད་མར་བསྡུས་ནས་དེ་འདྲའི་ཉི་ན་དག་གི། བ་ནི་ནི་དང་བ་ཨང་ཀ་ས་འདི། ཉི་ན་དག་གི་བ་ནི་ནི་དང་བ་བི་ཀ་ར་དང་སེ་ད་དེ་བཀའ་སྲོལ་རེ། དེ་འདྲའི་མང་པོ་ཞིག་གསུང་བ་ཡོད་རང། དེའི་ཕྱིར་དེ་དག་ཚོ་ད་དཔེ་དེ་ཚད་མ་རེད་ཟེར་ཡོད་རང། དེའི་ཕྱིར་དེ་དག་ཨ་ནི་མི་རྟག་པ་དུ་དགག་པ་ཡིན་ཟེར་ད་ང་ཚོ་ཐུགས་ཟེར་ཡོད་རང། ད་དེ་ནས་རྣམ་རིག་གི་གཞུང་ཡོང་གི་ཡོད། ད་འདི་བརྗོད་ན་ང་ཚོ་དཀའ་ས་འདི་རྣམ་རིག་གི་ད་རྟགས་རིགས་དང་རྣམ་རིག་གི་ཁ་ཐུག་ན་ཡོང་དགོས་རེད། འདི་མ་དམིགས་པའི་རྟགས་དཀའ་ས་འདི་དགག་རྟགས་ཡང་དག་དང་སྒྲིབ་རྟགས་ཡང་དག་དེ་ཁ་ཐུག་དེ་ཡོང་གི་རེད་མ་གཏོགས་ཡང་དག་ངེས་བ་ཞིག་མ་གཏོགས་ད་ལྟ་འདི་ཕལ་ཆེར་ཐར་ལམ་ཟེར་ཞིག་ཚུགས་ཟིན་ན་ཡང་སྒྲིབ་པ་ཡིན་ནོ་ཟེར་བ་ཞིག་གསུང་གི་ཡོད་རེད། དེ་ནས་དེ་གི་རིགས་ཀྱི་ནང་ལ་དེ་གི་མི་རྟག་པ་སྒྲིབ་པ་ཡིན་པའི་ཕྱིར་ཟེར་གསུང་གི་ཡོད་ཡང། ད་ཡིན་ན་བདག་གི་སྤྲུལ་པ་ཡིན་ད་དགག་པ་ཡིན་ཟེར་ཡ་དེ། ཡང་ཡིག་ཆ་བོད་ཅིག། སོང་ཚེ་ར་འུ་དེ་འདྲས་རང། བྱ་ད་ང་ཚོ་འདི་སུའི་དེ་ར་ད་དེ་ཚོ་མ་ར་ད་དེ་ད་ཚོ་ཡང། ད་སི་དེ་ར་གི་ནང་ན་ཡང་ཅིག་གར་སོང་རེད་ཅིག་ད། ཡང་ད་རང་ལུགས་ཟེར་ན་ཡང་ཅིག། ཐུགས་རྗེ་ངང་བཀྲ་ཤིས་རང་གི་ཅིག། རང་ལུགས་དེ་འདྲས་ཅིག་ཐུན་མོང་མ་ཡིན་པ་ཟེར་ན་དེ་འདྲས་ཏེ་ཚེ་ཚེ་ཡོད་རང་དེ་བྱ་ད། ཡིག་ཆ་སོ་སོ་གི་དང། གཅིག་དབྱངས་སོ་སོ་གི་གཅིག། གཅིག་ཀ་སོགས་རེད་སོ་སོ་གི་གཅིག། ཀ་སོགས་རེད་ད་དགེ་བཤེས་གཉིས་རྣམས་ཀྱི་སོ་སོ་གི་གཅིག་ཁས་ལེན་གྱི་རྒྱན་སྲོང་ཚད་མི་འདྲ་བ་དེ་འདྲའི་རེ་ཚིག་གཉིས་རྩིས་ཡོང་གི་རེད། དེ་མ་ཡིན་པའི་སྤྱིར་བཏང་ང་ཚོ་གི་ད་སུའི་སྡེ་ར་ཟེར་ན་བསྡུས་གྲྭ་གི་ད་གཞུང་ཡོངས་རྫོགས་གི་འགྲོ་སྟངས་ར་བོ་ད་གཅིག་པ་ཆགས་བསྡད་ཡོད་རང་སྤྱིར་བཏང་ང་ཚོ་བོད་གངས་ཅན་གི་གཞུང་གི་ད་བསྡུས་གྲྭ་ཡོད་ཚུལ་གྱི་གཞུང་གི་འགྲོ་སྟངས་དེ་བས་གཅིག་པ་ཆགས་བསྡད་ཡོད་རང་ད་རྒྱུ་མཚན་དེ་ལ་ཡང་གཅིག་ཉེར་དྲུག་འདི་གཉིས་ཉེར་བདུན་གྲངས་གཉིས་དེ་འདྲའི་གོ་མི་འདྲ་བ་ཁ་ཤས་ཡོང་གི་རེད་མ་གཏོགས་སྤྱིར་གི་འགྲོ་སྟངས་བས་དེ་གཅིག་པ་ཆགས་བསྡད་ཡོད་རང། དེ་བྱས་པ་ཡིན་ན་དེ་སྤྱིར་བཏང། དཔེར་ན་ང་ཚོ་ད། ཀ་ཤི་ཀ་ཡ་ཅིག། ནི་སུས་དེ་ར་དགག་པ་བརྒྱབ་ཟེར་རོ་སུས་དེ་ར་བཀག་ཟེར་རོ། དེ་འདྲ་ཡོང་གི་ཡོད་རེད། དེ་ཡོང་ན་དེ། སྤྱིར་བཏང་ངས་དེ་བཟོ་རེད། སུས་དེ་ར་བཀག་རྒྱུ་ཡོད་མ་རེད་སུས་དེ་ར་དགག་པ་རྒྱག་རྒྱུ་ཡོད་མ་རེད་ཨང། ད་གལ་ཏེ་ཁྱེད་རང་གི་དགག་ན་དེ་བརྒྱུད་བསྒྲགས་ཀྱི་རིགས་ལམ་དེ་བཀག་གོ་རེད་ཨང། བརྒྱུད་བསྒྲགས་ཀྱི་རིགས་ལམ་དེ་བཀག་ན་སུ་བཀག་པ་ལ་ཟེར་ན་ཕྱི་བ་ཆོས་བརྒྱུད་སངས་རྒྱས་ཀྱི་རིགས་ལམ་དེ་བཀག་གོ་རེད་ཨང། ཕྱི་བ་ཆོས་བརྒྱུད་སངས་རྒྱས་ཀྱི་རིགས་ལམ་དེ་བཀག་ན་སྔགས་ལོག་འདོན་ཤེས་རབ་ཀྱི་རིགས་ལམ་དེ་བཀག་གོ་རེད་ཨང། དེ་བཀག་ན། ག་སོ་རེད། ཚད་མ་མདོ་དང་སྡེབ་སྡེབ་ནས་བྱུང་བ་བེད་སྤྱོད་ཀྱིས་གྲགས་པའི་རིགས་ལམ་དེ་བཀག་གོ་རེད་ཨང། བྱས་ཙང་དེ་བཀག་ཐུབ་ཡ་ཡོང་བ་མ་རེད། དེ་བཀག་ཐུབ་ན་ཕྱིར་ད་ང་ཚོ་གནམ་གྲུའི་རིག་པ་དེ་བཀག་དགོས་རེད། བྱས་ཙང་ཁ་ཞིག་གི་སུས་དེ་ར་བཀག་གིན་སུས་དེ་ར་བཀག་པ་དེ་ནོར་འཁྲུལ་རེད་ཧ་གོ་སོང་སུས་དེ་ར་བཀག་ཅི་ཅིག་བྱས་ཡོང་བ་མ་རེད། ཆགས་ཆོད་ཆོད་སངས་རྒྱུའི་ནི་མ་ར་རྒྱུ་ཞབས་པའི་ཨ་ནི་ག་སོག་རེད་ང་ཚོ་ཏན་ཏན་ལ་ཐུག་གི་བར་དུ་རིག་པ་གཅིག་གི་འགྲོ་སྟངས་དེ་བེད་སྤྱོད་ཕྱིར་ད་གུག་ཐུབ་མ་འོང་ཆགས་དེ་ཡོད་རེད། ད་དེའི་ནང་ན་ཨ་ནི་སྒྲ་མི་རྟག་པ་ག་སོག་རེད་དགག་པ་ཡིན་ཟེར་རོ་ཡང་ཁ་ཞིག་གི་སྒྲ་མི་རྟག་པ་དག་གི་སྒྲུབ་པ་ཡིན་ཟེར་རོ་བི་མ་མ་ཡིན་པ་ལས་ལོག་པ་རྟག་པ་ཡིན་ཟེར་རོ་བི་མ་མ་ཡིན་པ་ལས་ལོག་པ་དངོས་བོ་ཡིན་ཟེར་རོ་དེ་འདྲའི་གི་ད་ཅིག་གསུང་ཚུལ་དེ་འདྲའི་རེ་ཚིག་གཉིས་ཚིག་ཡོད་རེད།

ཨ་ནི་སེམས་ཁྲལ་བྱས་ནས་དེ་མ་ར་ག་སོགས་རེད་ད་སྲིད་དགེ་ར་སེ་མ་ར་ཐ་ཤོ་དེ་འདྲས་བརྩམ་བྱ་བ་ར་ཅིག་རེད་མ་གཏོགས་ཨ་ནི་དམིགས་བསལ་གི་དེ་ཐུགས་སེམས་ང་ཁྲ་ཅིག་ཁོ་རང་གི་བེད་དེ་གསར་གཏོད་བྱས་ནས་ཁོ་རང་གི་བེད་དེ་ཅིག་གསར་བ་ཟེ་བྱ་བ་ཅིག་ཆོ་ནི་མ་རེད་དེ་ཁ་ཤེ་ནོ་རེད་ངོ་ཏོ། བེད་ན་ང་ཚོ་ཨ་བུ་གི་ཅིག་ག་སོགས་རེད་དུས་ཁྲ་གི་ཅིག་ལམ་སྲོད་ར་བུ་དོན་གཉེར་དེ་ཆ་བ་ཆུ་ཆུ་སང་གི་རེད་ཨང། ཆ་བ་ཆུ་ཆུ་སང་གི་དེ་དངུལ་ལོ་དེ་ཤེས་རབ་གི་ལྷུ་མ་རེད་ཨང། དངུལ་ལོ་དེ་ཤེས་རབ་དེ་རྒྱ་གར་ཕོག་ཡོད་དུ་ཕལ་ཆེར་དགུང་ལོ་ལོ་སུམ་ཅུ་ཉི་ཤུ་རྩ་གསུམ་གི་བར་དུ་ཨ་ནི་རྒྱ་གར་ཕོག་གི་ཡོད་ནི་དེ་སློབ་སྦྱོང་བྱས་ནས་ཨ་ནི་ཏུའུ་སི་ཚ་རར་ཕེབས་ནས། ད། ང་ཚོ་སྤུ་རྐང་ཆེན་དུ་བྱོན་ནས་ལྷུ་མ་མང་ཞིང་འཕྲིན་ལས་རྒྱ་ཆེན་པོ་བྱས་ནས་དེ་སྔོ་ལོ་དང་སྔོ་ལོ་ཙཱ་བ་ལོ་དེ་ཤེས་རོགས་གནང། སྔོ་ལོ་ཙཱ་བ་ལོ་དེ་ཤེས་རབ་ཀྱི་ཕར་ཕྱིན་ཆད་ཐང་ཅིག་ལ་ཉུང་ཤས་ལྷུ་མ་ཁྲི་དྲུག་ཡོད་པ་ལ་ཤེས་རོགས་གནང། ད་ཉུང་ཤས་ལ་སྟོང་ཕྲག་གསུམ་སྟོང་ཕྲག་བཞི་སྟེ་རྒྱུན་ལྡན་དུ་ཤོད་རོགས་གནང། ཇི་ཙམ་ཕར་ཕྱིན་གྱི་ཤེས་པ་བྱས་ནས་ཨ་ནི་ལྷུ་མ་ཁྲི་ལྔ་ནས་ལྷུ་མ་ཁྲི་དྲུག་བྱུང་ཉིན་ཅིག་ན་སྔོ་ལོ་དེ་ཤེས་རབ་མ་གཏོགས་ཡོད་པ་མ་རེད། དེ་དུས། ང་ཚོ་ད་ལྟ་སྤུ་རྐང་ཆེན་དུ་བྱོན་ལ་ཕར་ཕྱིན་གྱི་ཆོས་ཉིད་འདི་འདྲ་ཅིག་བྱ་བར་དར་བ་དེའང་སྔོ་ལོ་ཙཱ་བ་ལོ་དེ་ཤེས་རབ་ཁོང་གི་འཕྲིན་ལས་ཉག་ཅིག་ཡིན་གསུངས་ཡོད་རེད། སྤྱི་ཚོགས་སྤྱི་ཐམས་ཅད་ཁྱིམ་པ་ཀུན་ལག་ཤ་ཟན་འཕྲང་དང་དེ་ཚོ་ན་ཡང། བདག་ཉིད་ཆེན་པོ་ཟེང། ལོ་ཙཱ་བ་ལོ་ཏིང་ཤེས་རབ་དེ་ལ་བདག་ཉིད་ཆེན་པོ་ཟེང། ཨ་ནི་ཕྱིས་རྗེས་ཀྱི་རྔོག་ལུག་ཆེན་པོ་ཟེང། དེ་མ་གཏོགས་ཇི་ཇི་ལྟར་ཁྱིམ་པ་ཁྱོད་བ་མང་པོ་སོང་ཡོད་པ་དེ་བདག་ཉིད་ཆེན་པོ་ཟེར་ཡ་རོ་ཕྱིས་རྗེས་ཀྱི་ཟེར་ཡ་རོ་དེ་དེ་འདྲའི་རིགས་ཙི་གཉིས་སུ་མ་གཏོགས། ཁྱོད་བ་གང་ཡིན་ལ་བདག་ཉིད་ཆེན་པོ་སུ་ཡོད་མ་རེད་ཁྱོད་བ་གང་ཡིན་ལ་ཆོས་ཇི་བཞིན་སུ་ཡོད་མ་རེད། དེ་འདྲའི་གི་ཁྱོད་བ་ཆེན་པོ་ཞིག་རང། དེའི་མ་ར་ཀར་སོ་རའི་སང་ཕུ་ནི་ཐོ་དེ་བཏམས་ནས་དེའི་དེ་གི། དེའི་ཁ་དོག་དེ་ལ། ཨ་ནི། གནམ་ངའི་ཆེ་ཤེས་བ། དེ་དེ་གི་ཉིས་བརྒྱ་ལྔ་བཅུ། ཨཱ་ནི་རྣམ་འགྲེལ་གྱི་ཚད་ལྡན་ཆེ་ཞེས་པ་ཨཱ་ནི་བརྒྱ་དང་ལྔ་བཅུ་ཟེར་རོ། དེ་འགྲེལ་གྱི་པའི་ད་གྲ་ས་ཆེན་པོ་གོ་རྣམ་འགྲེལ་པའི་དེ་འགྲེལ་དར་རྒྱས་ཆེན་པོ་བྱུང་བ་རེད། དེའི་ནང་ནས་ཏེ་ཆ་བ་ཆུ་བཞི་གསུམ་གྱི་ཨཱ་ནི་སྨྲ་བའི་གསང་ཆེན་བརྒྱད་ཟེར་རོ་དེ་འགྲེལ་གྱི་ཆེ་བ་ཆེན་པོ་བྱུང་བ་རེད། དེའི་མར་ར་ད་ག་ཚོ་རེ་ཅིག་ད་ཚད་མ་མདོ་དང་རྣམ་འགྲེལ་གྱི་རིགས་ལམ་དེ་མར་མར་ར་ཚོ་ར་བླངས་ནས་དེ་མར་ར་བཟོས་བྱ་བ་དེ་ཡང་ཡོངས་གྲགས་ང་ཚོ་ད་ཆ་དེའི་ཟེར་རམ་ཆ་དེའི་ཟེར། ཨཱ་ནི་སྤྱིར་ད་ང་ཚོ་ཆ་བ་ཆུ་བཞི་གསུམ་གྱི་མཛད་བྱས་པའི་ད་ད་དུས་ར་བ་གཞུང་ཚིག་ཡོད་རེ་ཟུང་རོ་ད་དེ་ཡིན་ནའི། ཏིང་འཛིན་ཡོད་ནི་མི་ནི་མི་ཤེས་ཨང་སྤྱིར་བཏང་དེ་དེ་ཡོད་སོང་ཡོད་རེད་ཨང། སྤྱིར་བཏང་དེའི་རིགས་པ་དེ་མ་རག་ཡོང་ནི། ཐ་ན་རྗེ་ཐམས་ཅད་མཁྱེན་པ་གི་ཐུགས་དང་པོ་དེ་གི་ཕྱིར་ར་ཆེན་པོ་དེ་བ་ཆེན་ནི་དེ་དེ་གི་ཕྱིར་ན་སེམས་སེམས་ཙེ་དེ་ད་གཟོད་ཐུགས་དང་པོ། རྗེ་བདག་ཉིད་ཆེན་པོ་ཁོང་གི་ཡང་དེ་དེ་གི་ཕྱིར་ན་ནི། དེ་གི་རྒྱུད་ར་ཆེན་བ་རེད་ཨང་ཨ་ནི་ཁ་དོག་པར་ནི་ཡོད་རྟོག་མེད་རྟོག་དེའི་རིགས་པ་སྦྱང་བ་རེད། ཨ་ནི་དེ་གི་ར་སྟོད་དེ་གི་ཕྱིར་ར་ཆེན་པོ་དེ་བ་ཆེན་དེ་ནི་རྗེས་རྟོགས་པར་དོགས་པའི་ཚད་གང་ཟེར་ཡ་ཅིག། ཨ་ནི་རྗེ་ཐམས་ཅད་ཆེན་པོ་ཨ་ནི་ཤོང་སྟོང་གཅིག་ལ་བསྐོར་ར་བྱས་ནས་ཨ་ནི་རྟོགས་པར་དོགས་པའི་ཚད་མ་མ་བརྟགས་པ་ཟེར་དེ་ནི་གང་ན་ནི་སྐྱོ་དགུ་སྐྱོ་དགུ་ཐུགས་སེམས་ཞི་གི་ཞི་གི་ཨ་ནི་ཤོང་སྟོང་གཅིག་ལ།

དེ་ལྟ་བུའི་ཕྱིར་སྒོ་རེ། ནི་ཐོག་མར་གུང་གི་དུས་ར་སྦྱངས་དེའི་མཐར་ཚོན་གྱིས་རྟོགས་པར་གཏོགས་པའི་ཚད་བསྐངས་ལ། ནི་དཀར་སོ་རེ་གཅིག། སྐོར་ར་བརྒྱད་པོ་བརྒྱད་པོ་བརྒྱད་པོ་དེ་དུས་ར་དེ་སྦྱངས་ནས་ཡིན་གསུང་བ་ཡོད་རེད་ཨང། དེ་སོང་ཙང་ང་ཚོ་ཕྱིར་ན་རིགས་ལམ་བཀག་ཟེར་ཡ་དེ་ཁྱོན་ནས། ཡོད་ཨ་མ་རེད། ད་སུས་དེ་ར་བཀག་གི་ཡིན་ན་ང་ཚོ། ད་ཁྱེད་དུ་ཕུལ་གི། དཀར་སོ་རེ། ཚད་མ་མདོ་དང་དེབ་སྟེང་བཀག་བཞག་ན་ཡག་གི་རེད་ཨང། ད་ངས་དེ་ཟེར་བ། ཁྱེད་ཚང་དེའི་སུས་དེ་ར་དགག་བ་རྒྱག་ཉན་ཡིན་ན། ནི་ད་རེབ་གཅིག་ག་གཞུང་གི་ཚད་མ་རྣམས་ཀྱི་དགག་བརྒྱབ་ན་ཡག་གི་རེད་སེང།

དེ་རེད་མ་གཏོགས་དེ་འདྲའི་བསམ་སྟངས་ཡོད་ཨ་མ་རེད་འདི་ཁ་ཤས་དེ་འདྲའི་ནོར་རེད་མགོ་ལོག་ཨ་ནི་ཆུ་སྲིའི་དུས་ར་ཟེར་ན་ད་པའི་དུས་ཚོད་སྔ་དྲག་ཞིག་ཁོ་རང་གི་ཅིག་ཆོས་ཅིག་ཟེར་དེ་འདྲའི་མ་རེད་ཨང་དེ་དཔེ་རིགས་ལམ་དུ་མ་ར་རྒྱུད་ནས་ཡོང་བྱ་བ་ཅིག་རེད་ཨང་སྤྱིར་ན་ང་ཚོ་ཤ་ཚ་མགོ་དགའ་ཚོ་རེད་དུས་དྲ་དུས་དྲ་ཟེར་ཡ་དེའང་ཤ་ཚ་ང་ཚོ་ཚད་མའི་གནས་དེའི་ཚོགས་པ་དུས་ཡུལ་དྲ་ཟེར་བ་རེད་ད་ཤ་ཚ་མགོ་ཚད་མ་མདོ་དང་རྣམ་གྲོལ་གྱི་གཞུང་ཆ་ཚང་བ་ཅིག་ཡོད་ཨ་མ་རེད་དེའི་ནང་ནས་ཅིག་ཚན་པ་ཙི་གེ་ཙི་གེ་ཙི་གེ་ཙི་གེ་དེ་ཆ་ཚང་ང་ཚོ་དུས་ར་ནང་དུ་འདུས་ཡོད་རེད་ཨང། དེ་འདི་ཡང་ད་སོང་ང་ཚོ་དང་པོ་དེ་ར་གི་ཁ་དོག་དཀར་མོར་སྦྱང་བའི་འགོ་ཚུགས་པ་ནས་བཟུང་སྟེ་དེ་ཚེར་མ་རྣམ་འགྲེལ་སྦྱང་བའི་འགོ་ཚུགས་དེ་རང་དེ་རེད་མ་གཏོགས་དེ་ར་དེ་ར་ཟེར་ཡང་ལོགས་སུ་ཞིག་ནས་ཚེར་མ་རྣམ་འགྲེལ་ཚེར་མ་རྣམ་འགྲེལ་ལོགས་སུ་ཞིག་ཁ་ཁ་ཡོང་ཡ་མ་རེད། ད་ང་ཚོ་སྐར་ཚོགས་རེ་ཅིག་ཨ། ད་སྤྲོད་པ་དག་ཅི་ལྟ་བུར་སྐར་ཚ་ཡིག་གེ་ཞིབ་མོ་ཀློག་འཇུག་ལྟར་ཏེ་ཇི་ལྟར་ང་ཚོ་ཡིག་གེ་ལྷམ་གཉིས་ཅིག་ན་དང་པོ་གོ་ག་ཁ་ནས་ཀློག་ལྡོག་པ་གནང་བཞིན་རྣམ་འགྲེལ་སྦྱང་ཐ་སོགས་དང་པོ་ནི་ཀོ་ཉི་ན་དག་གི་ཚུལ་གསུམ་ཡིན་ན་རྟའང་དག་ཡིན་པའི་ཆ་བ་ནི་ཕྱོགས་ཆོས་རྗེས་དུག་གསུམ་མ་རང་བསླབ་ཡོང་ན་དེའི་ཐད་ཚེ་ཁོག་ཁོག་བཞི་ཆགས་ཁར་བ། ཡང་གང་པོ། རྣོན་པོ་ར་བོ་དེ་འདྲའི་གཅིག་ཡིན་པ་ཡིན་ན་དང་པོ་ནི་རྣམ་འགྲེལ་ལྷ་བཤད་ན་གནད་འགག་ཡོད་པ་མ་རེད་དེ་ཡང་ང་ཚོ་སྤྱིར་བཏང་གི་མི་གི་འགྲོ་སྟངས་ར་བོ་དུ་ཨ་ནི་དབང་བོ་རམ་གྲངས་ཐ་མ་གསུམ་ཡོད་རེད་དེ་བཞི་དེ། ལི། དག་གི་ལྷ་ས་ནི་ཡར་དེ་ཀ་ས་ཡར་ཁྲི་ཁོ་ར་བ། མ་གཏོགས་དབང་བོ་རྣོན་པོ་གཅིག་ཡིན་པ་ཡིན་ན་དང་པོ་འདི་ཀོ་ཀ་ས་ཁོ་རང་བསྟན་བྱ་ན་འགྲིག་གོ་རམ། དེའི་གསུང་ཚ་དག་ཁོ་དང་པོ་གི་སྔོན་འགྲོ་གི་ཚེ་དུ་དེ་བདུད་ར་གི་རིགས་ལམ་དུ་ཡར་དེ་བྱེད་གོ་རམ། དེ་ནས་ང་ཚོ་ཁ་དོག་དཀར་དམར་གི། དེའི་དག་གི་ཕྱི་དུ་ཁོ་ར་འདི།

དེ་བསྟོད་ན་ཤེས་དགོས་དེ་ཡོད་རེད་བསམ། དེའི་འཇིག་རྟེན་ལ་ང་ཚོ་ཡོད་རྟོགས་མེད་རྟོགས་བྱེད་དགོས་རེད། དེ་ག་རེ་ཞིག་རོ་བསམ་ན། ཨ་ནི་དོན་དམ་པར་མེད་ཀྱང་ཐ་སྙད་དུ་ཡོད་པའི་ཨ་ནི་ཀ་སོགས་ཐ་སྙད་ཀ་སོགས་རིགས་ཀུན་རྫོབ་ཀྱི་བདེན་པ་དུས་སུ་ཤེས་པའི་འགོ་ཚུགས་ཡོང་དགོས་རེད་བསམ། ཨ་ནི་ཡན་ལོག་མན་ལོག་བྱེད་དེའི་ཐག་གཅོད་ཨ་ནི་ཕན་ཚུན་ངན་སྐུལ་གྱི་རིགས་པ་དེ་སེམས་དབང་གི་ངན་སྐུལ་གྱི་རིགས་པ་དེ་མེད་ན་ང་ཚོ་སྟོང་ཉིད་ཀྱི་ལྟ་བ་དེ་གཏན་ལ་ཕབ་ཐུབ་ཀྱི་ཡོད་མ་རེད་དེའི་དོན་ལ་ཁོང་ངན་སྐུལ་གྱི་རིགས་པ་དེ་ཤེས་དགོས་རེད་བསམ། དུས་སུ་ཁོ་སྦྱིན་སྲེག་མཚན་པ་རེ་རེ་རེ་རེ་རེ་ཞིག་ཐུགས་སུ་ཡོང་དགོས་ཡོད། དཔེར་ན་ང་ཚོ་ཁ་དོག་དཀར་མོ་སེམས་དབང་ཐག་གཅོད་ཡིན་ང་ཚོ་ཧ་ར་བལྟས་ན། ད་ཁ་དོག་ཡིན་ན་དམར་རོ་ཡིན་པས་ཆ་མ་འཇོག་དཀར་རོ་ཡིན་པས་ཆ་མ་འཇོག་ཨ་ནི་གཟུགས་ལ་ཡིན་ན་གཟུགས་ར་དྲོ་རོ་རག་ཤ་ང་མུག་གི་ཟིག་ཡོད་རེད།

ངོས་ནས་བྱས་ན་ཁ་སྟོང་ཡིན་ན་མ་རུངས་ཡིན་པའི་ཆ་མ་ཆུ་ཚོད་དེ་ག་རེས་ཚུགས་དགོས་ལ་ཟེར་ན་ང་ཚོ་ཆེ་སྟོང་ག་རེས་ཁ་དོག་ག་རུ་ཡིན་པ་ཧ་མ་གོ་ནས་དེ་དུས་སུ་ཚོད་དཔག་བྱེད་དགོས་ལ་ཟེར་ན་དེ་མ་རེང། ངོས་ནས་བྱས་ན་ང་ཚོ་ག་རེས་ཚུགས་དགོས་ལ་ཆེ་སྟོང་ག་རེས་ཁ་དོག་ག་རུ་ཡིན་མིན་ཚུགས་དགོས་ལ་ཟེར་ན་དེ་ཚུགས་དགོས་ཡོད་མ་རེང། ག་རེས་ཚུགས་དགོས་ལ་ཟེར་ན་རིགས་པའི་ལམ་ཚུགས་དགོས་རེང། ཁ་སྟོང་ཡིན་ན་ག་རུ་ཡིན་པའི་ཆབ་སྲིད་ཉན་དང་ཁ་དོག་ཡིན་ན་ག་རུ་ཡིན་པའི་མ་ཆུ་ཆེ་སྟོང་ག་རེས་ཁ་དོག་ག་རུ་རེད་ཆེ་སྟོང་ག་རེས་ཁ་དོག་མ་རུ་རེད་ཟེར་ན་དེ་འདྲའི་ཆེད་དུ་གཞིར་བཞག་ནས་དེ་ག་རེས་ཚུགས་དགོས་ལ་ཟེར་ན་རིགས་པ་སྦྱང་གི་ཡོད་རེད་རིགས་པ་སྦྱང་གི་ཡོད་རེད། རིགས་ལམ་སྦྱང་གོ་རེད། དེ་ནི་མ་གཏོགས་ང་ཚོ་ངོས་འདྲིས་ཁུ་དཀར་ཚོ་རེད། ཆེ་མཐོང་ཀ་རི་ཁ་ཐོག་ཏུ་ཨ་ནི་དམར་བོ་ཡིན་པ་ཧ་མ་གོ་དཀར་བོ་ཡིན་པ་ཧ་མ་གོ་ཨ་ནི་ང་ཚོ་དེ་རྩོད་པ་རྒྱག་གོ་རེད་ཟེར་ན་དེ་རྩོད་པ་རྒྱག་གི་ཡོད་ཨ་མ་རེད། དེ་ལ་བརྟེན་ནས་ང་ཚོ་རིག་པ་སྦྱང་གི་ཡོད་རེད་ཧ་གོ་སོང་རིག་པ་སྦྱང་གོ་རེད་མ་གཏོགས་དེའི་དོན་གྱི་དོན་ལ་དེའི་དོན་གྱི་ཕྱི་ནང་རེད། འོན་པ་ཡིན་ན་དེ་གསེར་གྱི་འོན་པ་མ་ཡིན་པའི་འོན་པ་ཡོད་མེད་ཟངས་ཀྱི་འོན་པ་མ་ཡིན་པའི་འོན་པ་ཡོད་མེད་དེའི་རྩ་ནས་རྩོད་གོ་ཡོད་ཨ་མ་རེད་བརྗོད་བྱ་དེ་དང་ང་ཚོ་གི་ངོས་འདྲིས་བྱེད་ན་དགེ་བ་ཉེས་བ་དེ་ངོས་འདྲིས་བྱེད་ན་འདྲ་བ་ཡོད་ཨ་མ་རེད། ངོ་ནས་བྱས་ན་ང་ཚོ་ཁ་ཐུག་དཀར་མོར་བཙུགས་པའི་དབར་དུ་ཁ་ཐུག་དཀར་མོ་ང་ཚོ་གོ་རྒྱུ་དེ་ཁ་ཐུག་དཀར་མོ་མ་རེད་ང་ཚོ་གོ་རྒྱུ་དེ་ག་རེ་ཟེར་ན་ཁ་ཐུག་དཀར་མོར་ག་རྣམ་གཞག་དེའི་སྟེང་ནས་ཁོ་རིགས་ལམ་ཅིག་ཡོད་རེང་རིགས་པ་ཅིག་བཀའ་ཟུར་རེད་ཅིག་ཡོད་འགྲོ་སྟངས་ཅིག་ཡོད་རེང་དེའི་བྱང་སྒོ་རེད་བ་དེའི་བྱང་སྒོ་རེད་མ་གཏོགས་དེའི་སྟེང་གི་ཆ་ནས་ཁ་ཐུག་དཀར་མོར་བྱེད་མཁན་ཡོད་མ་རེད་བྱས་ཙང་ཁ་ཤས་ཀྱི་ཧ་མ་གོ་ནས་དུག་རྫི་བསྲེག་གི་འདུག་བ་ང་ཚོ་དངོས་དུག་སྤུས་ཞིག་ཡོད་རེང། དཔེར་ན་ང་ཚོ་སྤོ་ལུགས་གཅིག་ཡོད་རེད་བ། སྤོ་ལུགས་གཅིག་དེའི་ཐག་ཚོད་མི་ཆི་ཐམ་པ་སྤོ་ལུགས་གཅིག་ལ་ཟེར་ཡོད་རང། ཕྱོགས་གཅིག་མི་ལྔ་བྱས། འདི་ཕྱོགས་དེ་མི་ལྔ་བྱས་ནས། ད་མི་ལྔ་ཕྱོགས་གཅིག་མི་ལྔ་ཕྱོགས་གཅིག་ནས་ཕྱོགས་གཉིས་ཀྱི་སྤོ་ལུགས་གཅིག་འཕྲོག་རེ་བྱེད་དགོས་རེད་ཨང། དེ་ཁོ་ཚོ་ངོ་འདྲིས་སྤོ་ལུགས་གཅིག་མ་གཏོགས་མེད་སོང་དོན་དག་ནི་ཁོ་ཚོ་འཕྲོག་རེ་བྱེད་དགོས་རེད་པས། དེ་མ་རེད་བ་ནི། སྤོ་ལུགས་གཅིག་ག་གོང་ཆེ་ན་དགོང་མོ་གཉིས་བརྒྱ་ལྔ་བྱེད་རེད་བ་ནི། སྒོར་མོ་ད་ཉིས་བརྒྱ་སུམ་བརྒྱ་རེད་བ་ནི། སྤོ་ལོ་སྒང་ཟིག་ཉིན་ད་ད་སྒོར་མོ་ཉིས་བརྒྱ་སུམ་བརྒྱ་རེད་བ་ནི། ད་དེ་ཚོ་སྒོར་མོ་མེད་ལ་དེ་སྤོ་ལོ་ཁུ་ཚུར་འཕྲོག་རུ་ཤོག་བར་བེད་དེ་མ་རེད་བ་ནི། ག་རེ་བྱེད་བར་སོང་ནི་ཁུ་ཚུར་རྩེ་གཅིག་ཅང་དགོས་རེད་བ། སྤོ་ལོ་གཅིག་གི་སྟེང་ནས་ལིས་ཀྱི་རྩེ་རྩེ་ཙམ་དགོས་རེད་བ། ཁུ་ཚུར་སྒོ་ཡ་དེར་ལིས་ཀྱི་རྩེ་དེ་རེད་མ་གཏོགས་ཁུ་ཚུར་སྒོ་ཡ་དེ་སྤོ་ལོ་མ་རེད་ཧ་གོ་སོང་བ་ནི། སྤོ་ལོ་གཅིག་ན་དེ་འཕྲོག་རུ་ཤོག་གོ་མ་རེད་བ་ནི། ག་སོང་རེད་དེ་སྒོར་མོ་ཁྱེར་སོང་བ་ཉིས་སྟོང་ན་ད་ག་རེད་བ་ནི། དེ་མ་རེད་བ་བྱས་ཙང་ཁུ་ཚུར་དེའི་སྟེང་ནས་དེ་ལིས་ཀྱི་རྩེ་གཅིག་ཅང་དགོས་རེད། ང་ཚོ་ཡང་དེའི་ནང་ཞིག། ཁ་ཚུགས་དགོས་ཡོད་མ་རེད། ང་ཚོ་བུམ་པ་དགོས་སུ་ཡོད་མ་རེད། ང་ཚོ་ཡང་ག་རུ་དགོས་སུ་ཡོད་མ་རེད། མ་རུ་དགོས་སུ་ཡོད་མ་རེད། ང་ཚོ་མིག་གི་ག་རུ་དང་མ་རུ་གི་ཤ་ཕུར་མིག་ཤིག་སུ་ཡོད་མ་རེད། ག་རེ་རེད་ཟེར་ན། དེའི་སྟེང་ན་རིགས་ལམ་གྱི་སྐོར་ཡང། ང་ཚོ་དེའི་སྤྱི་འགོ་ཡོད་ཧ་གོ་ས་རེད། དེ་ཚོ་དེ་དེ་ཧ་མ་གོ་ན། ད། དེ་འདྲའི། ཁོ། ཡང་ལོག་རྟོག་དེ་འདྲའི་འདྲ་མིན་རེ་ཡོང་གི་རང་བྱས་ཙང་དེའི་དུས་སུ་ང་ཚོ་བསམ་བློ་གཏང་རྒྱུ་ཞིག་ད་སྲིད་དེ་ར་ཡིན་ན་ཕྱི་ད་ང་ཚོ་དུས་ར་གི་གཞུང་མང་པོ་ཡོད་རེད་དེ་ཚོའི་གི་ནང་ལ་ཅིག་སོང་ཚེ་ར་བོ་ད་དེ་སྲིད་དེ་སྲིད་དེ་སྲིད་ཅིག་རྩ་ཁ་ཚིག་གི་དེ་འདྲ་ཡོང་གི་ཡོད་རེད་ཡིན་ནའང་ད་དེ་ནན་གི་ཆེན་པོ་ཆགས་མ་རེད་ཨང་གཙོ་བོ་གཙོ་བོ་ང་ཚོ་དགོས་ཡ་དེ་ག་རེད་ཟེར་ན་དེའི་ནང་གི་ད་རིག་ལམ་དེ་རེད་ཨང་དེ་ཡིན་ཟེར་ན་མ་ཡིན་པ་ག་འདྲ་ཟེར་སྒྲུབ་དགོས་རེད་ཨང་མ་ཡིན་ཟེར་ན་ཡིན་ཟེར་ཡ་ག་འདྲ་ཟེར་སྒྲུབ་དགོས་རེད་ཨང་དེ་བོ་ཟེར་ཧ་ར་སྒྲུབ་ཚ་ར་སྒྲུབ་ཧ་ར་སྒྲུབ་ཚ་ར་སྒྲུབ་ནས་དོན་གྱི་ག་རེ་བྱུག་གི་ཟེར་ན་སོ་སོའི་དབུས་ཀྱི་ལ་རིག་པ་དེ་འཕེལ་དགོས་རེད་ཨང། སོ་སོའི་ཤེས་རབ་དེ་ཡར་འཕེལ་དགོས་རང། དེ་འཕེལ་ནས་དེ་གཞི་ནས་ང་ཚོ། ད་ནམ་གྲུ་གི་གཞུང་ལ་ལྟ་གི་ཡིན་ན། ཕར་ཕྱིན་གྱི་གཞུང་ལ་ལྟ་གི་ཡིན་ན། དབུ་མའི་གཞུང་ལ་ལྟ་གི་ཡིན་ན། ག་རེ་ཡིན་ནས་སོ་སོ། རང་སྟོབས་ཀྱིས་ཤེས་པ་གཅིག་གི་ལུགས་གཅིག་གྱི་ལ་ཡོང་དགོས་རང། ད་དེ་ཡོང་ན་འགྲིག་དེ་རང་ང་ཚོ་དགོས་ཡ་དེ་དེ་རང། ད་ཤེས་རབ་ཡང་གྱི་ལ་ཡོང་དགོས་རང། དེ་དུས་དེ་འགྲིག་གོ་རེ་མ་གཏོགས་ནི། ང་ཚོ་དོན་དང་ནི་གོ། དགའ་བསུ་རེད། གཅིག་གི་ཀ་རུ་མ་རུ་གི་ཁྱད་པར་ཧ་མི་གོ་བ་བཅས། ཨ་ནི་སེ་རུམ་སང་བོང་གི་ཁྱད་པར་ཧ་མི་གོ་བ་བཅས། ང་ཚོ་ལིས་ཀ་མིན་ནས་ཨ་ནི་ཆོས་ར་ནང་ན་དུས་སུ་གཅིག་གི་ལོག་པ་ཚར་གཅིག་གི་རྒྱུ་ཡིས་ཚག་གི་ཞིག་ལས་ཡོད་པ་དེ་འདྲི་མ་རེད་བྱས་སང་དེ། དེ་ཧ་མ་གོ་ན་དེ་འདྲི་ཚོད་རེད། ད་ག་རེ་རེད་ས་ན། ང་ཚོ་གི་སྤྱོད་སྟངས་གི་དུས་སུ་མ་སྦྱངས་ན་སྐྱོན་ག་རེ་ཡོད་རེད་ས་ན་དུས་སུ་མ་སྦྱངས་ན་ང་ཚོ་གི་རིག་པ་དུ་གོ་ནང་བཞིན་རེད་ཨང། ཀུའོ་ཟེར་ཡ་དེ་ཁོ་ཉིད་ན་ཁོ་ཀ་སོ་རེ་ཧན་བཟོ་ཡ་ཡོང་གི་རེང་ཨ་ནི་ཀ་སོ་རེ་དགུན་གྱི་བཟོ་ཡ་ཡོང་གི་རེང་ཤ་བཟོ་ཡ་ཡོང་གི་རེང་དེ་ཁོ་ཚོའི་ཡུལ་ཞིག་ལ་ཁོ་ཕན་མ་མང་པོ་རྒྱུ་གྲུབ་གི་རེང་ཁོ་མ་ཉེ་བ་ཅིག་རང་ཨ་ཀོའུ་ད་ཧ་ར་ཝང་ཤོག་ཚང་ར་ད་གྱོང་ནི་ད་ཅིག་ཅིག་ཨ་ཕན་ཐོག་མ་རེད་ད་ཀོའུ་གྱོང་བཟོ་གི་ཟེ་ཧ་མ་ར་གད་སྙིགས་གི་ནང་ཧང་ཐོག་གི་མ་གཏོགས་ད་དེ་ཀོའུ་གྱོང་བཟོ་ཡ་ཅང་རིན་ཐང་ར་ཡོད་ཧ་མ་རེང་ཅང་ལི་ས་ར་འགྲོ་གི་མ་རེང་ང་ཚོ་གི་རིག་པ་དེའང་དེ་འདྲ་རེད་དུས་དུས་སུ་ཁོ་སྦྱང་བ་མ་བྱས་ན་རིག་པ་ག་འདྲ་རེད་ཟེར་ན་ད། ཀོ་ནང་བཞིན་ཆགས་ཀྱི་རེད་ཀོ་ཆགས་ཀྱི་རེད་ཟེར་ཡོད་མ་རེད། ཡང་སྐབས་ཤིག་ཁོ་རེ་ཁོ་རེ་པར་ཀོ་ཆགས་ཀྱི་རེད་ཟེར་ཡོད་མ་རེད། ད་རེས་ཆགས་འགྲོ་བ་རེད་ཟེར་ན། མ་བརྟགས་མ་ཤེས་པའི་བློ་ལྷན་སྐྱེས་དེ་ཆགས་འགྲོ་བ་རང། ད་མ་བརྟགས་མ་ཤེས་པའི་བློ་ལྷན་སྐྱེས་དེ་ཆགས་སོང་ན་ང་ཚོ་ཁྱིམ་པ་ཕོ་མོ་ནང་བཞིན་གྱི་དེ་རེད། ད་ང་ཚོ་དེ་ཚོ་ཅིག་ཨ་ནི་མི་རྟག་པ་ཕྲ་རགས་ཀྱི་རྣམ་གཞག་རེའོ། ཨ་ནི་བདེན་བཞི་ཕྲ་རགས་ཀྱི་རྣམ་གཞག་རེའོ། ཨ་ནི་ཐ་རགས་ཐམས་ཅད་པའི་རྣམ་གཞག་ཅིག་གོ་གི་མི་འདུག་བ་ད། ང་ཚོ་འཇིག་རྟེན་པའི་ཁྱིམ་པ་ཕོ་མོ་དེ་ཚོ་ལ་ཅིག་ག་སོགས་ལ་ཅིག་ཟ་རྒྱུ་འཐུང་རྒྱུ་གོན་རྒྱུ་དེ་འདྲའི་གི་ཅིག་འཚོ་བ་གི་རིགས་དེ་ཚོ་བཤད་ན་ཁོ་ཚོ་སྒུག་གི་རེད་བ། དེ་སྒུག་གི་རེད་མ་གཏོགས་ཅིག་དམིགས་བསལ་གི་ཡ་དེ་ལས་ཅིག་སྲབ་མོ་སྲབ་མོ་ཅིག་དཔེར་ན་བདེན་བཞི་ཕྲག་རག་ཟེར་རོ། ཨ་ནི་བདག་མེད་ཕྲག་རག་ཟེར་རོ། ཨ་ནི་ཅིག་རྩ་བ་ཟེར་རོ། སྐྱོ་བ་ཟེར་རོ། སྲབ་མོ་ཟེར་རོ་རྒྱ་ཆེ་བ་ཟེར་རོ། ཐར་བ་ཐམས་ཅད་དུག་ཟེར་བཤད་མ་ཐག་ཚོ་སྒུག་གི་མི་འདུག་བ་ནི། ཐ་ན་ང་ཚོ་ཚིག་སྔ་ཕྱི་གི་སྐབས་སུ་རིག་པ་ཅིག་ངོ་སྤྲོད་ནས་དེ་ཀུན་དགའ་རོགས་བྱེད་ན། དེ་དང་མ་བརྟགས་མ་ཤེས་པའི་བློ་ལྷན་ཅིག་རྐྱང་རྐྱང་དང་འགྲོགས་རོགས། བྱས་དང་ཅིག་གི་ཅིག་བྱས་དང་ན་འོ་བདེན་གི་ཟེར་ཡ་ཅིག་གང་གི་མ་རེད་ཟེར་དང་ན་འོ་བདེན་གི་ཟེར་ཡ་ཅིག་བྱས་དང་ཁོ། ཁྱོད་རྡོ་བུ་ཇི་སྲིད་འབྲང་བ་ལྟ་བུ་ཟེར་རོགས། ཁྱོད་རྡོ་བུ་ཇི་སྲིད་འབྲང་བ། ཁྱོད་རྡོ་བུ་བརྒྱབ་ན་དེ་འགྲོ་བ་གི་ཐོག་ཚར་ར་མི་འགྱིག་ག་ཁོ་རྡོ་གི་རྫ་ཐར་འགྱིག་འགྲོ་རོགས། བྱས་དང་ད་དེ་དེའི་ནང་བཞིན་ཆགས་འགྲོ་གི་རེད་ཟེར་བ་རང་དེའི་ཐོག་ད་ལྟ།